ཕྱག་སྟོང་འཁོར་ལོས་སྒྱུར་བའི་རྒྱལ་པོ་དང་སྤྱན་སྟོང་བསྐལ་པ་བཟང་པོའི་སངས་རྒྱས་དང་གང་ལ་གང་འདུལ་དེ་ལ་དེ་བསྟོད་པའི། འཕགས་པ་སྤྱན་རས་གཟིགས་ལ་ཕྱག་འཚལ་ལོ་བཙུན་པ་སྤྱན་རས་གཟིགས་ལ་ཕྱག་འཚལ་ལོ་ཞུ་གི་ཡོད་རེད་འཕགས་པ་སྤྱན་རས་གཟིགས་ལ་ཕྱག་འཚལ་ལོ་ཞུ་གི་ཡོད་རེད་ག་འདྲ་གཅིག་པ་རེད་ངས་དེ། འཕགས་པ་སྤྱན་རས་གཟིགས་ལ་ཕྱག་འཚལ་ལོ་ཟེར་ཨ་འདི་ག་ལས་དེ་འདྲ་ཤོར་སོང། འོ་དེ་བྱེད་དུ་ཡང། དེ་བྱེད་དུ། འོ། ཇི་གར་སོང་ར་དེ་ཚིགས་བཅད་ཤོ་ལོ་ཀ་དེ། ག་ད་དེ་འདྲ་བྱས་ནས་ཞུས་པ་ཡིན་དེ་ཞུ་དགོས་ཡ་རྒྱུ་མཚན་རྒྱུ་མཚན་ག་རེད་ཞུས་པ་ཡིན་ན། གོང་ས་སྐྱབས་མགོན་ཐམས་ཅད་མཁྱེན་པ་མཆོག་དྲན་པས་མཆོག་གི་སྐུ་གསུང་ཐུགས་ཀྱི་ཡོན་ཏན་དྲན་པའི་སྒོ་ནས་ནམ་རྒྱུན་ཆེད་ཀ་སོགས་རེད་བྱ་བ་གང་དང་ག་རེ་བྱས་པ་ཡིན་ནས་ང་རང་གི་ངོས་ནས་ད་ལྟ་ད་ལྟའི་གི་ཚིགས་བཅད་ཤོ་ལོ་ཀ་དེ་གལ་ཆེན་པོ་བྱས་ནས་དེ་འདོན་གྱི་ཡོད། དེའི་རྒྱུ་མཚན་ཡང་གང་རེད་ཞུས་པ་ཡིན་ན། ཨ་ནི་འཕགས་པ་སྤྱན་རས་གཟིགས་ལ་ཡ། མཚན་མེད་འདྲ་དང། ཨ་ནི་མཛད་པ། ཕྲིན་ལས་ཞི་རྒྱས་དབང་དྲག་ལ་སོགས་པ། དེ་འདྲའི་གི། རྣམ་གྲངས་མང་པོའི། ཡོད་པའི་རྒྱུ་མཚན་ལ་བརྟེན་ནས། ཨ་ནེ་སྐུ་མདོག་ཆ་ལུགས་ཕྱག་མཚན་ཡང་མ་ངེས་པ་ཡོད་རེད། དེ་ཡིན་དུས། ཨ་ནེ། ཕྱག་སྟོང་སྤྱན་སྟོང་ཞུ་དུས་དང། ཨ་ནེ། ཁོང་ལ་ཡང་ཕྱག་སྟོང་དང་སྤྱན་སྟོང། བྱས་ནས་ཞུ་དགོས་ཡ་རྒྱུ་མཚན་དེ་ནི་དད་པ་ཕྲིན་ལས་ཀྱི་སྒོ་ནས་ཡེ་ཤེས་ཀྱི་སྤྱན་ནི་ཐུགས་རྗེ་ཀྱི་ཕྱག་དེ་འདྲའི་སྟོང་ཕྲག་ཡོད་པ་འོ་དེ་འདྲའི་བྱས་ནས་ད་ཐོན་པ་དེ་འདྲའི་བྱས་རེད་དེ་འདྲའི་ཡིན་དུས་ད་སྐྱབས་མགོན་ཐམས་ཅད་མཁྱེན་པའི་གི་སྐུ་གསུང་ཐུགས་ཀྱི་དེ་སྤྲིན་དེ་ཡང་འཕགས་པ་སྤྱན་རས་གཟིགས་ཀྱི་ཕྱག་དང་སྤྱན། སྐྱབས་མགོན་རིན་པོ་ཆེ་གི་མཛད་པ་ཕྲིན་ལས་ཆ་ཤས་རེ་རེ་ནི་འཕགས་མཆོག་སྤྱན་རས་གཟིགས་ཀྱི་ཕྱག་དང་སྤྱན་རེ་རེ་ལ་དེ་འདྲ་བྱས་ནས་འཇུག་པ་ཡིན། ནི་ཕལ་ཆེན་དོན་མདོ་ཕྱག་དང་སྐྱབས་མགོན་རིན་པོ་ཆེ་གི་མཛད་པ་ཕྲིན་ལས་སྟོང་ཕྲག་ལས་མང་ཡོད་པའི་རྒྱུ་མཚན་གྱིས་ཕལ་ཆེན་ཕྱག་སྟོང་དང་སྤྱན་སྟོང་གི་མ་ལྟ་ང་དེ་འདྲའི

དོན་དུ་ཕྱག་དང་ངོ་སྤྲོད་གནང་སོང། ཧ་ལས་པའི་གི་ཕྱག་ལས་གནང་འདུག། ཨ་ནི་འབྲེལ་ཡོད་ཚང་མ་ལ་ཐུགས་རྗེ་ཆེ་ཞུ་ཡ་ཡིན། ད་མི་དེ་ཕྱི་དུས་ད་ལྟའི་ཨ་ནི་སྐུ་ངོས་དོན་གཅོད་ཕྱོགས་རེད་ཨ་ནི་འབྲེལ་ཡོད་ཚོས་བཀའ་མོལ་གནང་ཡ་རེད་ད་དེ་ཕྱི་དུས་ངས་དུས་ཚོད་ཞེ་དྲག་གཏོང་གི་མེད་སྟངས་ནི་ཉག་གི་ཉོག་གི་རེད་པོ་ཆེ་རེད་མ་གཏོགས་གང་ཡོང་ཡ་མི་འདུག་ད་རྣམ་པ་ཀུན་ཏུ་ང་རང་གི། མི་ལ་བཤད་ནི་འདྲ་འདུག་སོ་སོས་བྱས་ནི་འདྲ་འདུག་ཨ་རེ་བ་རྒྱ་བཟའ་ར་བུ་དེ་ག་བ་རྒྱག་གི་ཡོད་ཟེར་ན། གཅིག་གཅིག་མཐུན་རེ་བ་ང་འདུག་ཨ་ནི་མཐུན་ལམ་རྡོག་རྩ་གཅིག་ཏུ་སྒྲིལ་ཡག་སྟེ། ཨ་དེའི་སྒང་ལ་ཡ་རྒྱག་གི་ཡོད་ཨ་ནི་དེ་འདྲི་བྱེད་དུས་དང་ཨ་ནི་དད་པའི་སྐབས་ལ་ཡ་ཨ་ནི་ང་ཚོ། བོད་པ་ཚང་མ་གཅིག་གྱུར་བྱུང་ཡོག་མ་རེད་ཟེར་ཞུ་གི་མེད་དེ། ཡིན་པ་ཡིན་ནའི་ཅིག་བསམ་པ་ནང་བཞིན་གྱི་དང་གསུངས་པ་ནང་བཞིན་གྱི་གཅིག་གྱུར་ཅིག་དང་མཐུན་ལམ་ལྡོག་ཏེ་གཅིག་སྒྲིལ་ཅིག་ཡོང་གི་ཡོག་མ་རེད། དེ་བྱེད་དུས་དང། ཨཱ་ནི། དེའི་ཐོག་ལ་ཡང་རྣམ་པ་ཐོལ་ཤུགས་ཅིག་སྐྱོན་དགོས་གི་ཡོག་རེད། ཨ་སྐྱབས་མགོན་ལོ་དེ་ལ་ཆ་བཞག་ན་བྱམས་བརྩེའི་ལོ་ཟེར་ཕྱིར་ནས་དོན་འདི་ཕྱི་ནས་གསུངས་འདོད་གི་ཡོག་རེད།

འཛམ་གླིང་སྤྱི་དང་ང་ཚོ་བོད་ཁ་བ་རི་པ་ལ་ཡང་བཀའ་དྲིན་གང་བསྐྱངས་བ་དེ་དེ་ཡང་དྲན་པར་བྱས། ཨ་ནི། དེ་འདྲ་ཆེ་ཡང་ནས་ཡང་དུ་སོ་སོས་སོ་སོ་ལ་དྲིན་ཆེན་བརྟན་པོ་ཞིག་ཐོབ་ན་ཨ་ནི། ཕལ་ཆེར་གང་བྱས་པའི་ལས་ཀ་དེ་ལ་ཡང་ནོར་འཁྲུལ་ཡོང་གི་རེད་བསམ་གི་མི་འདུག་དེ་བྱེད་དུས་དང་ཐོག་ན་ཨ་ནི། གཅིག་གཅིག་ག་ཚོགས་རེད། སྤྱི་ཚོགས་ཚོགས་པ་སྤྱི་དང་བྱེ་བྲག་སྒེར། ག་འདྲི་ཅིག་ཡིན་པ་ཡིན་ནས་ག་ད་ང་རང་ཚོ་ཚང་མས་སྐྱབས་མགོན་རིན་པོ་ཆེ་སྐུ་མདུན་ནས་བཀའ་ཆོས་ཞུ་མ་མྱོང་བ་ནི་ཡོག་མ་རེད། ཨ་ནི་སྐུ་མདུན་གྱི་ཐུགས་རྗེ་གྲིབ་སེལ་འོག་ལ་ཡང་དར་ཐུག་ཐུགས་རྗེ་ཉིན་མོའི་འོག་ལ་མ་སླེབས་པ་ནི་ཡོག་མ་རེད། ང་གླེན་པ་ཁ་ཤས་ཅིག་ལབ་མྱོང། ང་ཆོས་བརྒྱུད་སྤྱི་དང་བྱེ་བྲག་པ་ཅིག་ཡིན། ང་ང་ཆོས་བརྒྱུད་བྱེ་བྲག་པ་ཅིག་ཡིན། ཨ་ནི་སྐྱབས་མགོན་རིན་པོ་ཆེས་ང་ཚོ་ལ་བཀའ་དྲིན་ཆེ་ཞག་མེད་ཟེར་གི་འདྲ་པོ། ཨོ། ང་བོད་གཞུང་གི་བཀའ་དྲིན་ཆེ་བཞག་མེད་ཟེར་གི་འདུག་ང་ལ་དེ་འདྲའི་གར་སོགས་ར་སྐད་ཆ་སྐད་ཆ་ཐོག་ལ་དེ་འདྲའི་གི་ངོ་ཤེས་པ་དེ་འདྲའི་གི་ལབ་མྱོང་ཡོད། དེ་བྱེད་དུས་ད་ངས་ལབ་ཡིན། ཁྱེད་རང་ཆོས་རྒྱུད་བྱེ་བྲག་པ་ཞིག་ཡིན་ན་ཁྱེད་རང་གི་ཁྱེད་རང་གི་སྐྱབས་མགོན་རིན་པོ་ཆེ་ལ་ཡང་དད་པ་དམ་ཚིག་རེད་སྐྱབས་མགོན་རིན་པོ་ཆེ་གིས་ཁྱེད་རང་ལ་ཡང་ཐུགས་རྗེ་མེད་པ་ཡིན་ནའི་ཁྱེད་རང་གི་རྩ་བའི་བླ་མ་དེས་སྐྱབས་མགོན་རིན་པོ་ཆེ་ལ་ག་འདྲས་ཤིག་བརྩི་གི་འདུག་ཁོང་གིས་དེ་ནི་སྐྱབས་མགོན་རིན་པོ་ཆེ་བཀའ་དྲིན་ཡིན། རྟག་པར་གསུངས་འདོད་དུས་ཁྱེད་རང་གི་ཆོས་བརྒྱུད་འདི་ཁྱེད་རང་ལ་བཀའ་དྲིན་ཆེན་པོ་ཡིན་ན་སྐྱབས་མགོན་རིན་པོ་ཆེ་ཁྱེད་རང་གི་ཆོས་བརྒྱུད་འདི་ལ་ཡང་བཀའ་དྲིན་ཆེན་པོ་རེད་འདུག་བ། དངོས་ནས་མེད་ནས་བརྒྱུད་ནས་དེ་འདྲ་ཞིག་འདུག་བ་དེ་ཡང་ཞུ་རྒྱུ་བྱུང། དེ་ག་ནང་བཞིན་གྱི།

ཏེ། ད་དེ་དངོས་གནས་གཅིག་བྱས་ན་གོ་ལས་ཁག་ཡོད་ཀྱི་མ་རེད་དོ། གཉིས་བྱས་ན་སེམས་པ་སྤུ་གསུམ་དོག་ཐག་ཆོད་པ་རེད་རེད་བ། དེ་འདྲ་ཡིན་དུས་ཁྱེད་རང་མེད་ན་ཁྱེད་རང་གི་ཕ་མ་སྤུན་མཆེད་ཁྱེད་རང་གི་དེ་འདྲ་གང་ཉིད་ཚང་མ་ལ་ཡང་བཀའ་དྲིན་ཆེ་ཡོད་རེད། ད་ལྟ་ཁྱེད་རང་ལ་བཀའ་དྲིན་ཆེ་གི་མེད་ན་མ་འོངས་པའི་ཁྱེད་རང་གི་བུ་ཕྲུག་འདྲ་ཡང་བཀའ་དྲིན་ཆེ་སྲིད་པར་བ། དེ་ཕྱི་དུས་མཚམས་མཚམས་ཁ་རྒྱག་པ་ཤོད་ཡ་དེ་ཡག་པོ་མི་འདུག་བསམ་གི་འདུག་ར་བ། ཨ་ནི་ཁག་ལ་ཤོད་ཡ་དེ་ད་སེམས་ནས་དྲན་དྲན་ནས་ཤེས་པར་བ། དེ་ཕྱི་དུས་ད་བྱམས་བརྩེ་ལོ་ཡིན་ནའི་འདྲ་འདུག་གི་འདའ། བྱམས་བརྩེ་ལོ་དེ་ལས་འགུལ་ལྟ་བུ་བྱེད་ལ་མ་རྩིས་པ་བྱས་ནས་ར་བ། དུས་དང་རྣམ་པ་ཀུན་འདུག་ཨ་ནི། སྐྱབས་མགོན་རིན་པོ་ཆེ་གི་ཐུགས་དགོངས་ཇི་བཞིན་བཀའ་སློབ་ལམ་སྟོན་ཇི་བཞིན་དུ་ཨ་ནི་སོ་སོ་གི་ཤར་སྐྱོད་བྱས་པ་ཡིན་ན་ཨ་ནི་རྩ་བའི་བླ་མའི་བཀའ་ལ་བརྩི་བ་ཟེར་ནའི་སྒྲ་དུ་ཨ་ནི་ག་སོགས་རེད། རང་གཞན་གྱི་དོན་ཟེར་ནའི་སྒྲ་དུ་ཆོས་ཉམས་ལེན་ཟེར་ནའི་སྒྲ་དུ་དེ་ལས་ལྷག་གི་ཡོད་ཀྱི་རེད་བསམ་གི་མི་འདུག་དེ་ཕྱི་རོལ་ད་དེ་འདྲའི་སྤྲོ་པོ་ཅིག་ལ་ཞོག་ཡ་ཡིན་ཨ་ནི་ད་དོན་དེ་ལ་ཡ་ནི་གང་དག་སྐྱབས་མགོན་ཐམས་ཅད་མཁྱེན་པ་མཆོག་གི། ཨ་ནི་ཐུགས་ཀྱི། ཨ་ནི། ཇི་བཞིན་དུ། ཨཱ། དགུང་གྲངས། བརྒྱ་དང་བཅུ་གསུམ། འམ། བརྒྱ་དང་བཅུ་གསུམ་ལས་ལྷག་པ། དེ་འདྲའི་གི་ཞུགས་ཡག་གི། ཞལ་ཤེས་སྐལ་བཟང་ཐར་བ་དེ་ཚོ། ཡང། ཞུགས་དང་མ་བཞུགས་ང་རང་ཚོ་ལ་འབྲེལ་བ་ཡོད་རེད། དེ་ཕྱིར་དུ་ང་རང་ཚོས། དེ་ག་ནང་བཞིན་ཞུགས་ཡག་གི། གསོལ་འདེབས་ཙམ་མ་ཟད་པའི། རྣམ་པ་ཀུན་ཏུ་དགེ་བའི་ལས་ལ་བསྟུན་དགོས་ཡ་དེ་གལ་ཆེན་པོ་རེད་མཐོ་ཆེན་ནང། བླ་མ་གསང་བར་མོ་ཆེན་ལ་མཐོ་ཆེན་ནང་ཞུ་ཡ་ཡིན།